བོད་ཀྱི་བསྟན་སྲུང་དང་བླ་མ་སླར་གསོའི་ནང་གི་དགྲ་ཟླ་གནམ་ལྕགས་དང་ལ་དབུས་པའི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། བདག་གིས་ནང་ཚུ་ག་མེད་པའི་མོ་གོ་ནང་ཤ་ངའི་ཆོམ་རྒྱག་གྱིན་ཡེ་གཅིག་ལིང་གིན་ལིང་གིན་བྱས་ར་ཨ་ནི་ག་བ་ག་བ་ལེགས་གླེང་མི་ཡོད་ན་གླེང་མ་གཉིས་པ་ད་ཁྱོད་མི་འདུག་ང་འཚང་ཁ་ཤི་བྱེད་གི་ཡིན་དེང་སང་འདིའི་དོན་དག་ངའི་ཚོགས་པ་འདི་ན་ད་ལྟ་བཤད་མེད་བསམ་ཟོ་ར། ང་ཡང་དོན་དག་ཅིག་གླེང་ན་ང་རང་བསམ་ཚུལ་སྤེལ་ཚུལ་ཅིག་ཞུ་གི་ཡོད་པ། དེ་ལས་ལྷག་པའི་ཁྱེད་ཞུ་བཞིན་གྱི་མེད། དེ་རིང་ཁྱེད་ཚོས་ག་རེ་འདི་བྲིས་འདུག་ག་རེ་རྣམ་རྒྱལ་སྒྲོལ་དཀར་གྱི་ག་རེ་བཤད་ཡིན་ནམ་འདི་མ་དུམ་བུར་ཅིག་བཀུག་ནས་བལྟ་གནང་གི་འདུག་ག་དུམ་བུ་ག་ནས་བཅད་ནས་བཀུག་ཡོད་ན་ང་བལྟ་གི་མེད་པ། ཧེ་ང Live Stream གང་ཆ་ཚང་བལྟ་གི་ཡོད་པ།

གནས་ཡིན་འཛམ་པ་ངའི་དབུས་གཙང་གི་འབངས་མི་སེར་གྱི་རེད་ཁོ་རང་སྐྱིད་མི་ཞིག་ཡིན་ཟེར་བ་རེད་ཁོ་རང་ཀ་མེད་པའི་ཞོ་ནང་གི་དོ་ཨ་ཙིག་པོ་བྱས་ནས་ངར་པོ་བྱས་ནས་ང་ཚོའི་སྤྱི་ཚོགས་སྤྱི་ཚོགས་དགོས་ཡ་འདིར་བདག་པོ་ལ་ཤིང་གོ་རེད་འཛམ་གླིང་གོ་ཨ་ཆེན་པོའི་ཆབ་སྲིད་པ་འདི་དོ་ཨ་ཧ་ར་ཆབ་སྲིད་པ་ཡིན་ཟེར་ནས་ཚང་མ་མང་ཆེ་གེ་ཤེས་དུས་ངར་པོ་བཤད་གི་སློབ་སྦྱོང་བྱེད་ཀྱི་རེད་གང་ཡིན་ཟུར་ཆེན་ངར་པོ་བཤད་བས་ན་མི་མི་ལ་སོགས་འུར་བ་ཡི་སྤྲོ་སྟངས་རེད། འདི་ཡིན་འདི་ཙམ་པདྨོ་ལགས་ཀྱིས་ག་ཚོད་མོ་ག་ཚོད་བཤད་པ་ཡིན་ནེར་ད་ཆོག་གང་ཅུའི་ཐོག་ནས་ག་རེ་བཤད་ཡོད་པ་ཡིན་ནེར། དབུས་གཙང་གཅིག་ངོ་ནས་མོ་རང་གས་ཡོད་མ་རེད་ག་ས་ན་ཡ། སྤྱི་འཐུས་ན་ལི་བསྡུས་ནས་སྔོན་མ་གི་སྤྱི་འཐུས་ཟུར་བུ་འདྲ་ཡི་བ་དབུས་གཙང་གི་བེད་སྤྱད་མཐོ་པོའི་ངང་བོད་མི་ལོ་གཞོན་དེ་ཚོ་ནང་བཞིན་མོ་ལ་སླེ་ཡོད་མ་རེད་མོ་ལ་ཕན་བདེ་གང་གི་རིན་མ་རེད། ཁྱེད་རང་ཨ་ཁྱི་ནག་ཚོའི་དབུས་གཙང་ཐོག་ལ་འཐུ་རེ་མ་ན་ཞུ་ཡ་ཡིན་དར་འབུས་ཚང་མི་དམངས་ཉག་ཅིག་ཡོག་མ་ད། དབུས་གཙང་སུ་འདི་ཆེན་པོ་རོ། འོ་དེ་གཅིག་ཞུ་གཉིས་བསྡད་སོང་ཁྱེད་རང་འཐུ་ལྷོད་ལྷོད་བྱེད་ནས་ཞུ་ཞེ་ཡིན་ཞུ་ཡ་ཡིན་དར། ང་རང་འདི་འདྲས་བསྡད་ཡོད། ཡ་ཡ། ཨོ་ལོ་ས་ལོ་འོ་དེ་ཞི་ལེ།

གཅིག་བསན་ད། སྙན་པོ་དུ་ནི་རྒྱུད་དགོས་མང་སྣ་རོ་ན་ཤོད་ད། ད་བྱས་ན། ཨོ་སེམས་གཙང་མ་ལགས་ཅི་དུས་དེ་ཚོ་དགོངས་པ་ཞུ་གི་མ་རེད། དགོངས་པ་ཞུ་གི་མ་རེད་དེ་ལས་ཁོ་རང་ཚོ་ཕྱག་ལས་ལ་མ་ཕེབས་པའི་ཡིན་ན། ཨེ་ནི་གུར་ཐོག་གི་སྤྱི་འཐུས་ཡོར་བ་ཡ་བི་ཏུ་ལན་ཀ་ནས་ཡ། སྤྱི་འཐུས་ཡ་བཏང་ཡ་རེད། སྤྱི་འཐུས་ལྷན་ཚོགས་ལ་ཐེངས་མ་གསུམ་མ་ཕེབས་པའི་ཡིན་ན་ཨེ་ནི། མ་རེད་ཐེངས་མ་གཉིས། ཐེངས་མ་གཉིས་མ་ཕེབས་པ་ཡིན་པ་ཡིན་ན་ཨ་ནི་སྤྱི་འཐུས་ནས་མ་དགོངས་པ་ཞུ་གི་འདུག་ཨ་ནི་ཁོ་ན་ཚོས་ད་ད་རིང་ཉིན་མོ་ག་ཚོད་ཚོགས་འདུག་ཚོགས་ཡོད་མ་རེད། སབ་པ་སངས། སྤེན་པ། ཉིན་མོ་ད་ཚོགས་མ་རག་པ་སངས་སྤེན་པ་ད་བ་སོ་ཉིན་མོ་གསུམ་ཚོགས་འདུ་མ་ཚོགས་པ་ཡིན་པ་ཡིན་ན་ཨ་ནི་སང་ཉིན་རྟ་མགྲིན་ཅན་དེ་རིང་ཚོགས་འདུ་ལ་མ་ཕེབས་རོགས།

ལོ་ལྔའི་ནང་དུས་ཚོད་ག་ཚོད་རྫོགས་ཚར་སོང། ག་རེ་བྱས་སོང། ད་རེ་བ་རྒྱག་ཡ་འདུག་ཨེ། གོང་བུ་ཞུ་རོགས་ཅིག་ལགས་ཡོག་མར་ད་ཞུ་ནི་ཞུས་པ་རེད་ཞུ་ནི་བཀྲ་ཤིས་བདེ་ལེགས་རེད་མ་ཞུ་ནི་ད་དངོས་གནས་སྒུག་ཐོག་ནས་ཡར་བཏང་ནི། འོས་བསྡུ་ལྷན་ཁང་ལས་ཀ་བྱེད་རན་པ་རེད་ད། དངོས་གནས་འོས་བསྡུ་ལས་ཁུངས་འདི་ད་ག་ལས་ཟླ་བ་ནས་ཟླ་བ་སོས་ཞབས་འདི་ག་རེ་བྱས་ནས་བསུ་དགོས་རེད།

དེ་ག་གོ་ཆུ་གོ་བར་གདའ། ཚོང་དོན་ཕིག་མེད་ན་ཁེ་ཡོག་མ་རེད་ལོ་དེ། ང་ཚོ་ཕེ་ཉེ་གི་མི་ཡོར་བ། གུག་ཚོ་ན་རྒྱག་རྫས་ཡོར་བ་དེ་ག་ཡར་བཏང་བྱ་ཡ་རེད། ད་ལོ་གཉིས་ལས་ལྷག་ན་མི་འདུ་བ།